བཀྲ་ཤིས་བདེ་ལེགས། ངའི་མིང་ལ་ཟངས་དཀར་ཚུལ་ཁྲིམས་ལབ་གི་ཡོད། ང་རང་གིས་ད་ལྟ་དྲ་ཚིགས Web Site དེ་འདྲའི་བཟོ་ཡག་དང་གཞན་པ་དཔེ་དེབ Book དང E-Book དེ་འདྲའི་རྒྱབ་ཤ Cover དེ་འདྲའི་བཟོ་ཡག་དང་ནང་ལོག་སྒྲིག་ཡག། གཞན་པ་པར་ཡིག་རིགས་འདྲ་མི་འདྲ་དག་དཔེར་བཞག་ན་ཅིག་ཁྱབ་བསྒྲགས་རིགས་འདྲ་མི་འདྲ་འདྲ་བོ་དང་ཨ་ནི་འོད་སྡེར DVD དེ་འདྲའི་གི་ཅིག་རྒྱབ་ཤ་བཟོ་ཡག་འདྲ་བོ་དང་གཞན་པ་ཡང་ཅིག

ཨ་ནེ་མཉམ་འདུས་སློབ་ཁྲིད་བེད་ལྡིའོ Tutorial དེ་ག་རེ་བསྐུར་ལ་ཡིན་ལབ་ན། ཨ་ནེ་ང་རང་ཚོས་ཅིག་ད་གུས་ཤུགས་ཁ་པར། ཨ་ནེ་ད iPhone དེ་འདྲའི་བརླག་འགྲོ་ཡ་དང་མཚམས་མཚམས་རྐུ་མ་རྒྱབ་འགྲོ་གི་དེ་འདྲའི་གནས་ཚུལ་མང་པོ་ཅིག་བྱུང་གི་ཡོད་རེད་ཨ་ནེ་དེ་འདྲའི་གནས་སྟངས་ཅིག་བྱུང་པ་ཡིན་ན་ཨ་ནེ་ཚོས་རག་ཡ་གི་ཐབས་ཤེས་འདྲ་བོ་ཅིག་ག་འདྲ་ཡོད་རོགས་ད་དེ་འདྲའི་གི་སྐོར་ལ་ཐུང་ཐུང་ཅིག་འབྲི་བ་ཡིན། ཨ་ནེ་ད་དེ་ག་བ་འགྲོ་དགོས་རེད་ལབ་ན་དང་པོ་དེ། Setting ལ་ཡ་འདི་ནང་ལོག་འགྲོ། ཨ་ནེ་མ་འོག་ལ་ཡོང་ན་འདི iCloud ལ་ཡ་འདི་ནང་ལོག་འགྲོ། ཨ་ནི་འདི་ཡི་དང་པོ་དེ་ནང་ལོགས་སོ་སོའི་ཨའི་ཕོར་ཨའི་དྲི། ཨོ་དེ་ཀ་རི་ཡི་ན་དེ་རྣམས་དགོས་རེད་ཨ་ནི་གཉིས་པ་དེ་ནང་ལོགས་ཨ་ནི་ཨའི་ཕ་སོ་བོ་དྲི་བཟང་གྲངས་ཀ་རི་ཡི་ན་དེ་རྣམས་དགོས་རེད་ར། ཨ་ནི་འདི་སའི་ཨིན་ལ་ད་ནང་ལོགས་འཛུལ་ལ་འདི་གང་ལ་གཅིག་རྣམས་ནི། ད་འདི་མ་ཨོ་ལ་ཡོང། འདི་ཨོ་མ find my iPhone ཨ་ནི་ངའི་ཡི་གུ་ཤུ་ཁ་པར་ཚད་ལས་ཀྱི་འདུག་ཨོ་འདི་གང་ལ་གཅིག་རྣམས་ཨ་ནི་འདི་ཚོའི་ལྗང་ཁུ་བཟོ་ནི་ཨོ་གཅིག་དགོས་དགོས་དགོས་གཅིག་དགོས་དགོས་རེད་ར་དེ་གཅིག་རེད། ཨ་ནི་འདི་ཨོ་མ་དེ་ཤེར་མ་ཡི་ལོ་ཁེ་ཤོན་ལས་ཀྱི་འདུག་ཨོ་དེ་སྒང་ལ་ཡང་ཅིག་ནམ་ཨ་ནེ་ཚོའི་ལྗང་ཁུ་བཟོ་ཡིན་གྱི་མིན་གྱི་ཡང་དགོད་བྱས་ནས་ཨོན་གྱིས་མགོ་བོ་རོགས། ཨ་ནེ་ད་ཉེན་ཁ་ཅིག་གར་ཡོད་ལ་ནི་ག་སྲིད་འདི་གཉིས་ཆ་དགོད་བྱས་བཞག་པ་ཡིན་ན་ཨ་ནེ་ཁྱོད་རང་གི་གུས་ཤོས་གི་དེའི་ཁ་བྱང་དེ་དང་ཨ་ནེ་སང་ཡི་ཨང་གྲི་དེ་གཉིས་བཀྲམ་པ་བརྗེད་ཉན་གི་མ་རེད་རོགས་ག་སྲིད་ཁྱོད་རང་ཨའི་ཕོར་ཨའི་གྲི་དང་ཕ་སི་འུ་གྲི་དེ་བཀྲམ་པ་བརྗེད་འགྲོ་བ་ཡིན་ན་ཁྱོད་རང་ཨའི་ཕོར་འདི་ཕར་ཕྱིན་ཕར་ཕྱིན་གུས་ཤོས་ཁ་པར་དེ་བེད་སྤྱོད་མེད་པ་རང་བཞིན་གྱིས་ཆགས་འགྲོ་དགོས་རེད་ཨོ་དེ་གཅིག་རེད་གཟབ་གཟབ་བྱེད་དགོས་ཨ་ནེ་ཤི་བོའི་སྒང་ལ་བྲིས་བཞག་པ་ཡིན་ན་སོ་སོས་བཀྲམ་པ་ཡིན་གྱི་མིན་གྱི་གཏན་འབོད་ཅིག་གཉེར་དགོས་གོ་རོགས། ནི་ད་ག་ཚོད་ཁྱོད་རང་གིས་ཀུ་ཤུ་ཁ་པར་དེ་ནི། གཅིག་དཀར་ལ་ལག་ཡག་དང་དེ་འདྲའི་གནས་ཚུལ་བྱུང་པ་ཡིན་ན་ནི་ཕར་ཞོག་དེ་བེད་སྤྱོད་བཏང་ཡ་དཀའ་ལས་ཁག་པོ་ཡོད་རེད་གཅིག་རེད་གཉིས་པ་དེ་བེད་སྤྱོད་ག་ཚོད་བཏང་པ་ཡིན་ནའང་ཁོས་ནི་དཀར་ལ་དགོད་སྒྲ་རྒྱག་ལ་ཡ་མཐུད་ནི་ཨིན་ཏེར་ནེ་ཏེར་ལ་ཡ་ཁོ་ནའི་དུས་སྐྱིད་སྡུག་ཙམ་པ་ལ་ནི་ཁྱོད་རང་གི་ག་རེ་ཚད་ཐུབ་གོ་རེ་ད་ནི་ཕར་ཞོག་དེ་ག་བ་ཡོད་མེད་ནི་ག་བ་ཅིག་ལ་འགྲོ་བསྡད་ཡོད་མེད་ཆ་ཚང་ཚད་ཐུབ་གོ་རེ་ར་འོ་ད་དེ་འདྲའི་གཅིག་རེད། ཨཱ་ནི་ད་ག་ཟེར་ཁྱོད་རང་ཨཱ་ནི་ཀུ་ཤུ་ཁ་པར་དེ་བརླག་འགྲོ་ཡ་དང་ཡང་མ་རྐུན་པ་བརྒྱབ་འགྲོ་དེ་འདྲའི་གནས་ཚུལ་བྱུང་དུས་ཙམ་པ་ལ་ད་ག་འགྲིག་བྱེད་དགོས་རེད་ལབ་ན་ཨཱ་ནི་ཁྱོད་རང་གི་ཨཱ་ནི་ཀུ་ཤུ་ད་ག་རེ་ལབ་དགོས་རེད་ང་ཚོས་གློག་ཀླད་ནང་ལོག་སྒོ་ཕྱེ་ནས་འབྲི་དགོས་རེད་ཡང་མིན་ན་ཁ་པར་ནང་ལོག་སྒོ་ཕྱེ་ནས་འབྲི་དགོས་རེད་ར་ཡིན་གཅིག་མིན་གཅིག་ག་རེ་སྒོ་ཕྱེ་དགོས་རེད་ལབ་ན་ཨཱའི་ཁི་ལོ་སྒྲིལ་ཨཱ་དེ་ནང་ལོག་ཅིག་འཛུལ་དགོས་རེད་ར།

ཕར་ཞོག་དེའི་ལག་པ་ཡོད་རྒྱུ་ཡོད་ནི་ཁ་པར་དེའི་ནང་ལོག་ལ་ནི་སྐད་བརྒྱབ་ཁོ་རེ་ར་ད་པེར་བཞག་ནས་འདི་སྒང་ལ་ཅིག་མནན་པ་ཡིན་ན། འོ་འདི་ད་ངའི་ཁ་པར་ནང་ལོག་སྐད་བརྒྱབ་སོང་ར་འོ་ད་དོན་འགྲིག་ཅིག་རེད་ནི་ད་གཉིས་པ་དེ་ནི་ལོག་སུ་ཀྲི་མའོ་ཀྲི་ལ་ཡང་འདི་ཅིག་ཡོད་རེ་ར་ནི་འདི་སྒང་ལ་ཅིག་མནན། འོ་འདིའི་ནང་ལོག་སོ་སོའི་ཁ་པར་ཨང་གྲངས་བྲིས། ནི next ཀྲི་ལ་ཡང་འདི་སྒང་ལ་ཅིག་མནན་བལྟ་རོགས། འོ་འདི་ལྟར་འདི་ནང་ལོགས་ནི་སོ་སོའི་འཕྲུལ་མཐོང་མེ་སྲེག་གྱི་ཀ་རིགས་བྲིས་པ་ཡིན་ན་ནི་ཕར་ཞོག་ཁ་པར་དེ་ནང་ལོགས་ཤར་སྐོར་རོ་ར། ད་དཔེར་བཞག་ན this iPhone have been lost please call me འོ་ད་འདི་འདྲ་བོ་ཡིན་ན་ད་དཔེར་བཞག་ན་བོད་ཡིག་ནང་ལོགས་བྲིས་ན་འགྲིག་སྐོར་རོ་ར་ང་ཚོས། འདི་འདྲ་བོ་དཔེར་བཞག་ན་རྐུན་མ་ཁ་པར་ཚུར་འཁེལ་ཞོག་ལ་འདི་རིང་འདྲ་བོ་བྲིས་བཞག་པ་ཡིན་ན་ནི་འདིའི་སྒང་ལ་སྦྲང་ལ་འདིའི་སྒང་ལ་ཅིག་བསྣམས་བཞག་པ་ཡིན་ན་རོ་ནི་ཕར་ཞོག iPhone དེ་ནང་ལོགས་ནི་འདི་མེ་སྲེག་བྱས་ཏེ་རང་བཞིན་གྱིས་ཤར་ཡོང་སྐོར་རོ་ར། ཨཱ་ནི་འདི་ཐ་མ་ཨེར་བྷ་ཨིས་མ་ཡི iPhone ལ་ད་འདི་གང་ལ་ནན་པ་ཡིན་ན་རེ་བ་ཨཱ་ནི་ཁྱོད་རང་མི་སྒེར་ག་ཅི་ད་ཅི་དཀར་ལབ་དགོས་རེད Personal Information ད་དཔེར་བཞག་ན་པར་འདྲ་བོ་ཡིན་ན་རེད་ཨཱ་ནི Contact Number ཡིན་ན་རེད་ཨཱ་ནི་ད Facebook ID WeChat ID དེ་འདྲའི་མང་པོ་ཅིག་ཁྱོད་རང Personal མི་སྒེར་ག་ཅི་གསང་བ་གཉེར་དགོས་བ་དེ་འདྲའི་ཡོད་པ་ཡིན་ན་འདི་གང་ལ་ནན་བཞག་པ་ཡིན་ན་ཁྱོད་རང་ཁ་པར་ནང་ལ་ཆ་ཚང་བསུབ་འགྲོ་དགོས་རེད་ར་འོ་ད་དེ་འདྲའི་ཅིག་རེད་ད་དེ་འདྲའི་ཅིག་གི་སྟེང་ར་ང་ཚོའི་སློབ་ཚན་དེ་འཇིག་གྲུབ་པ་ཡིན་ར་ཨཱ་ནི་རྣམ་པ་ཚོས་ང་ལ་རྒྱབ་སྐྱོར་གནང་བ་ཐུགས་རྗེ་ཆེ་ཞེས་གི་ཡོད།